ད་ག་རང་ཡིན་ས་རེད་བསམ་ནས་བཞག་ན་ཏག་ཏག་བདེ་གོ་མ་རེད་ངས་ཧ་མ་གོ་བ་དོ་དེ་ཧ་གོ་ཡོད་མ་རེད་གཞན་མེད་ན་ཁྱོད་རང་ཚོ་གིས་ང་ལ་ཀྲེག་བྱེད་པ་ཡིན་ན་ནི་ཡང་ང་ཧ་གོ་གི་རོ་ཨཱ་སླ་ནི། ནི། དེ་ཡིན་དུས་གང་ལ་ཁྱོད་རང་ཚོ་གིས་ཡ་མེད་ན་ང་ལ Facebook ལ་ཀྲེག་བྱེད་རོགས་གྱིས Facebook དེ་ག་ཚོད་བསྡད་གི་ཡོད་མེད་ཧ་གོ་གི་མི་འདུག་ག་ལ་ནི་ངས་ཁ་ཚང་སྙན་མ་ནི་ལ་ཚང་ཡིན་མཱག་ཛུ་ཀ་བེག་གི་བེད་གོ་ར Facebook དེ་རྒྱ་མི་ལ Access སྤྲད་ཚར་རེད་ལ་དེ་ག་ལ་ང་ཚོ་སྤྱི་ཚོགས་ཀྱི་དྲ་རྒྱ་གང་ལ་ག་ཚོད་གུ་རྒྱོག་རྒྱབ་ན་མ་རྒྱབ་ན་རྒྱ་མི་གིས་མིས་བལྟ་བསྡད་ཡོད་རེད་རོ་ཨཱ།

རོ། ཨ་ནི་བདག་པོ་སྤྲད་མ་ཐུབ་དུས་གང་ལ་དཀའ་ངལ་དེ་ལ་གྲོས་དགོས་རེད། ཨ་མི་ལ་རྒྱུ་དགོས་རྒྱུ་ལ་བདག་པོ་འདྲེས་ན་ཞིག་གོ་ལ་འོ། ཡིན་ནས་ང་ཚོ་རྒྱུ་ལ་བདག་པོ་འདྲེས་ན་ཞིག་དེ་ང་ཚོ་རག་གོ་འོ་མ་རེད། ད་ཁྱེད་རང་ཚོ་ལྟ་བ་ཡིན་ན་རོ། ཁྱེད་རང་ཚོ་གི་ཏི་པེ་ཀྲོན་གྱི་བཟོ་གི་ཡིན་ལ་འོ་རེད། ཏི་པེ་ཀྲོན་དེ་ག་དུས་བཟོ་གོ་ལ་འོ་ལ་ན། ད་ང་ཚོ་སྤྱི་ཚོགས་ནང་རྙོག་དྲ་ཡོད་དང་ཡོད་བཞིན་པའི་སྐབས་ལ་རེད། ངས་ཁྱོད་རང་ཚོའི་གི་ལྷག་བསམ་དང་སྤྱི་སེམས་དང་ཨ་ནི་ཁྱོད་རང་ཚོ་གི་ཨ་ནི་ལོ་བཅུ། དང་ལ་དོན་ཡག་གི་སྐང་ལ་ང་ལ་དོགས་པ་སྤུ་ཙམ་མེད་ངས་ཁ་ཚང་ཡང་ཞུས་པ་ཡིན་རོ། ཡིན་ནས་ཡང། ད་ལྟ་ང་རང་ཚོ་སྤྱི་ཚོགས་ནང་ལ་གནས་སྟངས་དེ་ག་མང་པོ་ཆགས་ཀྱི་ཡོད་རེད་མི་ལ་བདག་པོ་ཁྲེལ་གྱི་ཡོད་མ་རེད་ང་རང་ཚོ་སྦ་ར་ཁང་གི་མི་ཞིག་རེད་སྦ་ར་ཁང་གི་མི་དེ་བདག་པོ་ཁྲེལ་གྱི་ཡོད་མ་རེད་ཡིན་ན་ཡང་ཁང་པ་འཛུགས་ཀྱི་ཡིན་ཨ་ཅེ་ས་ཆ་བཟོ་གི་ཡིན་ཨ་ནེ་དྲ་རྫིག་པོ་བྱེད་ཀྱི་ཡིན་ལ་ཡ་གི་དུས་ཚོད་ཁོ་རང་མ་རེད་ཨ་བྱུང་ན་ཨ་ད་དེའི་སྒང་ནས་ཨ་ནེ་དེ་འདྲས་འདྲ་བོ་བྱེད་བཟོས་ཡོད་ནས་ཨ་ནེ་རྒྱ་རོམ་ཅེ་ལ་བརྟན་བཞུགས་ཕུལ་གྱི་ཡིན་ལ་གོ་རེད་ད་རིང་གི་ཉིན་མོ་ལ་རྒྱ་རོམ་ཅེ་ལ་ལ་ང་ཚོ་གོ་ཡ་དེ་ང་རང་ཚོ་གི་ཨ། རྒྱ་འོམ་བྱེད་ལ་ལ་ལྷིང་གཤིས་འཇམ་པོ་དང་ཨ་ནི་ང་རང་ཚོ་སྤྱི་ཚོགས་འདི་རྡོག་རྩ་གཅིག་སྒྲིལ་ལ་ཡོང་ཡ་དང་ཨ་ནི་ང་རང་ཚོ་ག་ལོག་རེད་སྤྱི་ཚོགས་ནང་ལ་རྙོག་དྲ་ཤི་ངེས་མང་པོ་མེད་བ་བྱས་འདི་ཚོ་ང་ཚོ་གོ་གི་ཡོད་ཡིན་འདི་ཚོ་བདག་པོ་སྤྲད་ངེས་སུས་འཇོག་གི་ཡོད་མ་རེད་ད་མོ་གོ་གཅིག་གིས་གཅིག་བཟོས་ཀྱིན་གཉིས་ཀྱིས་གཉིས་བཟོས་ཀྱིན་ཨ་ནི་ཁྱོད་རང་ཚོ་སོ་སོ་ཁ་ནས་ལབ་ཀྱི་འདུག་ཨ་ཧ་ལས་ན་འདི་བཟོས་ནས་མིང་འཇིགས་རག་ཡོང་ལབ་ད་ག་རང་མིང་འདི་གི་འགྲིག་གི་ཡོད་མ་རེད་ད་ག་རང་མིང་འདི་གི་འགྲིག་གི་ཡོད་མ་རེད་དཔེར་ན་ཆ་བཞག་ན་ཨ་བློ་བཟང་སེང་གེ་གི་སྐབས་ལ་ཡང་ཁང་པ་རྫིག་པོ་བཞི་པོ་བཟོས་ཡོད་ལ་གོ་རེད།

བཞུགས་ས། སྲིད་སྐྱོང་སྤེན་པ་ཚེ་རིང་ཡར་ཞབས་བཀྱག་ལ་ཡོང་དུས་གང་ལ་འཛི་རོ་རེད་འདུག་ཨ། ཨ། ཐ་ན། ཀ་འབུ་དྲོད་ཡན་ཆད་སྟོང་པ་སྟོང་ཡང་སྤྲད་འདུག་ཨ། ཨོ། དེ་ཚང་མ་ཡིན་དུས་གང་ལ་དུས་དེ་སྙམ་དུ་སྙམ་དུ་མི་སུ་དང་སུ་སླེབས་པ་ཡིན་ནས་ང་རང་ཚོ་བོད་མི་སྒྲིག་འཛོགས་ལ་ཡོང་ནས་ཨ་ཅིག་བྱེད་ཀྱི་ཡོད་མདོག་མདོག་གི་རྣམ་པ་ཅིག་བྱས་ནས་ཨ་སྟོང་པ་སྟོང་ཡང་སྟོན་འགྲོ་གི་ཡོད་མ་གཏོགས་དངོས་གནས་ཀྱི་ང་ཚོ་སྤྱི་ཚོགས་ལ་ཕན་པ་ཅིག་བྱེད་ཀྱི་ཡོད་མ་རེད་ང་ཚོ་གི་མི་གི་མི་རིགས་ལ་བདག་པོ་རྒྱག་གི་ཡོད་མ་རེད་དེ་ཡིན་དུས་གང་ལ་དཀའ་ངལ་ང་ཚོ་དེ་ལ་འཕྲོད་ཀྱི་ཡོད་རེད་བྱས་ཆོས་མང་ཚོགས་ཀྱིས་ལོ་བཅུ་གང་ལ་དོན་གྱི་ཡིན་ལས་དེ་ལ་ང་ཚོ་དོགས་པ་སྤུ་ཙམ་མེད་ངས་ཁ་ཚ་དམྱལ་མར་ཞུས་ཚར་བ་ཡིན། ད་ག་ན་ཞིག་ད་ག་རེ་ད་ག་རེ་ཡིན་པ་ཡིན་ནའི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ལྟ་བར་དོ་གལ་བྱུང་བྱ་རྒྱུ་གི་གནས་སྟངས་འདི་ནང་ལོགས་ལ་ཐ་ཐ་མག་དེ་ལ་བབ་དུས་གང་ལ་འགྱུ་དཔའ་འཇུ་གང་ལ་བབ་རྒྱུ་ཡོག་རེད་དེ་སྤྱི་པའི་གི་རྒྱུ་ཡིན་ན་རེད་བོད་མི་སྒྲིག་འཛུགས་ཀྱི་རྒྱུ་ཡིན་ན་རེད། ད་ལྟ་བར་དུ་རྒྱ་བོད་རིན་པོ་ཆེ། ག་ས་ལྔ་བཅུ་ང་དགུ་ལོ་ནས་མ། རྒྱ་གར་ལ་ཆིབས་བསྐྱོད་གནང་ནས་ཨ་ནི་རྒྱ་གར་ནང་ལོགས་ལ་ང་ཚོ་ཞིང་ཁ་དང་ས་ཆ་དང་ཁ་བ་ག་ས་ལ་བཟོས་རྒྱུ་གང་ག་དེ་གང་ག་རྒྱུ་དཔང་ཆོ་གང་རག་ལས་གི་ཨོ་རེད་དཔེར་ན་ཆ་བཞག་ན་ང་ཚོ། སྦེ་ལ་ཀུ་པི་ལ། སྦེ་ལ་ཀུ་པི་གི་ཨ་ད་ག་ས་ས་ཆ་གཞིས་ཆགས་དེ་ལ། ད་ག་ཤེད་ཅིག་གི་ཨ་ནི་བད་ཀོ་ར་ཨ་ནི་དགོན་པ་གི་མདུན་ལ་བད་ཀོ་ར་ཧོ་ཏེལ་བཙུགས་ནས་བཞག་འདུག་ལ་དེ་ཚོ་གང་ག་རྒྱུ་དཔང་ཆོ་གང་རག་རེད་ད། རྒྱུད་པ་འཇུག་གང་རག་རེད་མ་གཏོགས་དེ་མིང་ཙམ་གྱི་སྐད་ཆ་གཅིག་པུ་གླེགས་རྒྱུ་ཡོག་མ་རེད་མིང་ད་སྟབས་ཆགས་ཀྱི་རོ་ཨ་མིང་ག་དུས་ཆགས་ཀྱི་ལ་ན་ཁྱོད་རང་གིས་ཞུ་བོ་ཡག་པོ་བྱས་ཡོད་བོད་མི་མང་ལ་ཕན་ཡོད་ལ་ན་མིང་ཆགས་ཀྱི་རོ་ཨ་དེ་ཁྱེད་རང་ཚོ་གི་མིང་དེ་གནས་སྐབས་རི་ང་རེ་བཟོས་ཐུག་སོང་ཨ་འདི་གང་ལ Inaugurate བྱས་ཐུག་སོང་ལ་ན་རི་བོད་འདི་གཏུབ་བྱེད་དུས་གང་ལ་ཁྱེད་རང་ཚོ་ལ་མིང་ཡོང་གི་རེད་ཨ་འདི་གི་རྗེས་ལ་ཨ་འདི་ལྐོག་ཟས་རིགས་སོང་བྱས་ཤག་ལ་ན་ཡང་རྙོག་དྲ་དེ་དག་རང་ཅག་ང་ཚོ་སྤྱི་ཚོགས་ནང་ལ་སྤུངས་ཀྱི་རེད། དེ་ཡིན་དུས་གང་ལ་དེ་འདྲའི་དགྲ་བོ་གི་རྙོག་དྲ་དེ་ང་ཚོའི་སྤྱི་ཚོགས་ནང་འགོ་ཡ་མི་འདུག་ལས་འགོ་ཡ་རྒྱུ་མཚན་འདི་རེད། ད་རིང་གི་ཉིན་མོ་ལ་ང་ཚོ་མི་འབའ་ར་གང་ཅི་ཡོད་རེད། ཨ་ནི་མི་འབའ་ར་གང་དེ་ང་རང་ཚོ་ནང་འགོ་མ་མཐུན་ནས་སྡོད་ཀྱི་ཡོད་རེད། དེ་ནང་ལོགས་ལ་གཅིག་གིས་གཅིག་ལ་གསལ་རིས་གཏུབ་ཀྱི་ཡོད་རེད་ཨ། ཚིག་ནག་པོ་བཤད་ནས་ཚིག་དྲི་དགྲ་བོ་དེ་འདྲ་གིས་ཨ་ནི་བད་ཁོ་རང་མི་ལ་གཏུབ་རེས་བྱེད་ཀྱི་ཡོད་རེད། མི་གསོན་པོ་ཁོ་རང་འཇམ་པ་མིག་པ་བཏང་རྩིས་བྱེད་ཀྱི་ཡོད་རེད། དེ་འདྲས་ཀྱི་སྐབས་ལ་ང་ཚོ་འདི་ཚོ་བདག་པོ་སྤྲད་དགོས་ཀྱི་འདུག་ལ་འོ་རེད་མ་གཏོགས། ཨ་འཇུ་དཔའ་འཇུ་རྐྱང་རྐྱང་བཟོས་ནས་འགྲོ་ཡ་གི་ང་ཚོ་སྐད་ཆ་བཤད་ཀྱི་ཡོད་མ་རེད། འོ་འདི་ཡིན་འདི་གང་ལ་ཁྱོད་རང་ཚོ་གི་ཐུགས་བསམ་དལ་བྱེད་རོགས་བྱེད་ཡིད་ལ་གཡོ། ད། དཔེ་འདྲ་ཆགས་བཞག་ན། ད་ལྟ་བར་དོ་གི་ལོ་བཞི་འདི་ནང་ལོགས་ལ་ཉིས་སྟོང་ཉི་ཤུ་རྩ་གཉིས་ནི་ང་ང་རང་གི། ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་སྐད་ཆ་བཤད་ཡ་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ནི་བཤད་པས་ཉིས་སྟོང་ཉི་ཤུ་རྩ་གཉིས་ནི་ད་ལྟ་བར་དོ་གི་གནས་སྟངས་ནང་ལོགས་ལ། ཨ། བློ་བཟང་སེང་གེ་གིས་འདི་བྲིས་མ་སོང་དང་འདི་བྲིས་མ་སོང་འདི་བྲིས་མ་སོང་གང་གང་ང་ཚོ་ཤེས་པས་རེད། རེད་བ། ཡིན་གྱི་འདུག་ཁྱོད་ཀྱི་ཁོ་རང་གི་ཡག་ག་ཇི་ལྟར་བྱེད་དགོས་ད་དྲན་ཡིན་གྱི་རེད་ཁྱོད་ལ་ཤེས་ཀྱི་མ་རེད་མིག་གི་ཁོག་པ་ན་ཐར་གྱི་མ་རེད། རེད་བ། ཁོ་རང་གི་ལྔ་དང་ལྔ་བཅུ་ཡིན་པ་ཡིན་ན་རེད་ག་རེ་དང་ག་རེ་བྱས་པ་ཡིན་ན་རེད་བྱས་ག་བྱས་པས་རེད། ཡིན་ན་ཡང་ཐ་མ་ཐག་ཤུར་འགྲོ་དུས་གང་ལ་ལྐོག་ཟས་རིགས་གསུངས་འདུག་ཀྱང་ཀྱང་ཤེས་པར་བ། དེ་འདྲའི་དགྲ་བོ་ཅིག་ང་ཚོ་མ་འོངས་པ་ལ་མ་བྱུང་ན་བསམ་ནས་ང་ཚོ་གིས་སྔ་ས་ཐོར་བུ་བསྔོགས་ནས་སྐད་ཆ་དེ་འདྲའི་དགྲ་བོ་ཅིག་བཤད་པ་རེད། ཨོ་ཁེ། ད་ཐག་རིང་གི་ཉིན་མོ་ལ་ང་ད་རིང་དེ། གར་ས France ལ་འདུག་སི་ལེ་ཀོ་ཡ་གི་རྒྱུ་མཚན་དེ་ང་རང་ཚོ་དེ France ནས་སྐྱེ་མེད་གསུམ་གྱི་ཁ་བདེ་མ་ཚུགས་ནས་སྤྱི་ཚོགས་ཀྱི་དྲ་རྒྱ་ནང་ལ་མང་པོ་ཅིག་བཤད་ཡོང་དུས་གང་ལ་ད། Visa གི་ཚོང་བརྒྱབ་ནས་ཨ་ནི་མི་ཡག་ཐེངས་རེ་བྱེད་ཀྱི་འདུག་ལ་དུས་གང་ལ་ཞལ་གཏང་ཡག་གི་གདེང་འཇགས་ནས་མི་ཡག་མ་ཐེངས་རེ་བྱེད་ཀྱི་འདུག་ལ་དུས་གང་ལ་འདི་དང་འདི་འདྲ་བོ་གི་སྐད་ཆ་ཅིག་སྙེ་མ་ཉིས་སྟོང་ཉི་ཤུ་རྩ་གསུམ་ལ་བྱུང་བ་རེད་ང་ཚོ་ནིའུ་ཡོག་ལ་ཁྱེད་རང་ཚོ་དྲན་གྱི་འདུག་ན། འོ། དེ་འདྲའི་འདྲ་བོ་ཅིག་བྱས་ཡོད་འདི་གང་ལ་དུས་དུས་གང་ལ་བཀྲ་ཤིས་དབང་འདུས་ལ་ངས་མི་དེ་གའི། ཨ། མི་སུམ་ཅུ་སོའི་ང་ཡིན་ན་ཅིག་ཁྲིད་ནས་ཡོང་བ་རེད་ལ་ནི། དེ་ཡི་གནས་སྟངས་ག་ལ་ཁོས་ག་རེ་བཤད་སོང་ཨ། ཕྱི་རྒྱ་གར་ལ་གོ་ཁ་གར་ས་ཐོབ་ཐང་ཞིབ་པོ་ཅིག་ཡོད་རེད་ང་ཚོ་བོད་པའི་ཐོབ་ཐང་རྩོད་བཞིན་གྱི་མི་འདུག་ལ་ཡ་དེ་འདྲའི་སྐད་ཆ་ཅིག་བཤད་སོང་ཨ། ད་ཁྱེད་རང་ད་རིང་གི་ཉིན་མོ་ལ་ཨ་རི་ལ་ལྟ་ད་སོབ་ད། ཐོབ་ཐང་རྩོད་ཡ་གི་དུས་ཚོད་ལ་འདུག་ཨེ་ང་ཚོ། དེ་བཞིན་ང་ཚོ་སྔ་ས་མཐོ་པོའི་ངོས་ནས་ང་ཚོ་གི awareness ཤེས་དགོས། དེ་ཡིན་དུས་གང་ལ། ད་ད་རིང་གི་ཉིན་མོ་ལ། ང་ཚོ་ཐོབ་ཐང་རྐྱང་རྐྱང་རྩོད་ནས་ཐོབ་ཐང་ས་རྐྱང་རྐྱང་རྩོད། ཨ། མི་ལ་མི་གི་བདག་པོ་མ་རྒྱབ། ཨ། སོ་སོ་གི་ཡོད་པའི་གི་འབྱུང་ཁུངས་དེ་བདག་པོ་མ་རྒྱབ་ནས་ཐོབ་ཐང་རྐྱང་རྐྱང་རྩོད་རྩོད་གཉིས་ཀྱི་ད་ཐོབ་ཐང་རྩོད་ནས་ཕྱི་རྒྱལ་ཁབ་ལ་གླེང་ཡིན་ལ་འོར་ཐོབ་ཐང་རྩོད་ལོ་ལེགས་ཀྱི་དུས་བས་ང་ཚོ་ཨ་ད་ད། ང་ཚོ། མི་མི་ལ་བསྐྱར་ལག་ཡོད་པ་ཡིན་ན་བསྐྱར་ལག་བདག་པོ་རྒྱབ་མ་ཤེས་ངེས་དེ་རེད། ང་ཚོར་མི་ལ་རྒྱུ་ཡོད་ན་རྒྱུའི་བདག་པོ་རྒྱ་དམར་ཤེས་ངེས་དེ་རེད། ང་ཚོ་ལ་ག་རེ་ཡོད་པ་དེ་བདག་པོ་རྒྱག་དགོས་ཀྱི་རེད་མ་གཏོགས་སོ་སོ་གི་རིག་གཞུང་དང་སོ་སོ་གི་བཟང་སྤྱོད་དང་སོ་སོ་གི་ཆོས་དང་སོ་སོ་གི་བསྟན་པ་དང་སོ་སོ་གི་ད་ལྟ་བར་དུ་གི་དཀའ་ལས་བརྒྱབ་བཞག་རྒྱུ་དེ་ཚོ་ང་ཚོ་བདག་པོ་སྤྲད་ཡ་རེད་མ་གཏོགས་ང་ཚོ་ཐོབ་ཐང་རག་གི་འདུག་ལ་ནས་ཐོབ་ཐང་རག་ཚེ་གང་དགའ་ལ་རྒྱུགས་འགྲོ་བ་ཡིན་ན་མགོ་ཁོག་ཐེག་གི་རེད་ལབ་དགོས་རྒྱུ་མཚན་འདི་རེད། ད་རིང་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་ཁག་གཉིས་ལ་གབ་ཤ་བརྒྱབ་འདུག་ཁག་གཅིག་དེ་གི་ཨ་ནེ་བལ་སྐོར་རྒྱ་མི་གི་སོ་བ་རྒྱ་མི་ལ་དགོ་ཡ་རྐྱང་རྐྱང་བྱེད་གི་འདུག་ལ་དེ་གང་ལ་ང་ཚོ་གི་དོགས་པ་ག་རེ་བྱུག་གོ་ལ་ན་ཁོང་ཚོ་དཔེ་ཤ་རག་གི་ཡོད་ས་རེད་གི་ང་ཚོ་སྐད་ཆ་བཤད་གོ་རོ་ཨ། འདི་བཤད་གི་བཤད་གི་དཔེ་ཤ་རག་ག་འདྲས་རེད་ལབ་བ་ཡིན་ན་ད་ང་ཚོ་དགོ་དགོ་ཐེག་གི་ཡོད་ས་རེད་ལབ་བོ། དེ་དགོ་དགོ་ཐེག་པའི་དེ་རྒྱུ་དཔང་ཆོས་ཡོད་ན་མ་གཏོགས་དགོ་དགོ་ཐེག་གི་མ་རོ་ཨ་རོ་ཨ། ད་དེ་འདྲས་ལབ་གི་ལབ་གི་ལ་ད་ང་རང་ཚོ་སོ་སོ་ངོ་ནས་དེ་འདྲས་བྱས་པ་ཡིན་ན་དེ་ཏག་ཏག་བསྡད་གི་ཨ་ཡིན་ན་ལས་ཇོ་ཨ། དེ་བྱས་ནས་ང་རང་ཚོ་གི་བསམ་ཤེས་དེ་རྒྱ་ཆེན་པོ་བཏང་དགོ་བོར་ཁྱོད་རང་ཚོ་གི་དཀའ་ལས་རྒྱག་པ་དེ་ལ་ང་ཚོ་གི་དོགས་པ་རྣམ་དག་ཅི་ཡས་མེད་ཡིན་ནས་ཏྲའི་མིང་ཏ་ཏས་ཏྲའི་མིང།

ཆ་དང་ཆ་དེ་བས་ཀྱི་གནས་སྟངས་ཀྱི་སྒང་ལ་སྒང་ནས་ཁྱོད་རང་ཚོ་ལ་ངས་ཀྱི་ཨ། མེ་ལོང་ཅིག་བསྟན་གྱི་ཡིན། མ་གཏོགས་ཁྱོད་རང་ཚོ་ལ་ད་ག་ཚོད་བཤད་བཞག་ན་ཁྱོད་རང་ཚོ་གོ་དགོས་མི་འདུག་ཁ་ཤས་ཅིག་གིས་གོ་དགོས་མི་འདུག་ལ་ནི། དེ་རྗེས་ནི་དྲ་རྒྱ་ནང་ལོགས་ལ་ཨ་ནི་ལྕགས་སྡོང་དོན་ངན་དེ་འདྲས་ཁ་ཤས་ཅིག་འདུག་ནི་འདུག་དེ་ཚོ་དེ་ནག་མུ་ནག་གི་དཔེ་ཞིག་ལ་ཨ་ནི་བད་ཁོ་རང་བོད་ཆོལ་བཏང་བཞག་གི་ཡིན་ག་ལ་ཁོ་ཚོ་བོད་ཆོལ་ནང་ཚུད་ཡ་དགའ་བོ་ནི་འདུག་ཨ་དེ་དང་མཉམ་དུ་ཁོ་རང་ཚོ་མཉམ་དུ་བཏང་གི་ཡིན་ལ་དེ་ག་ལ། ལབ་པ་ནང་བཞིན་གྱི་ཁོ་རང་ཚོ་གས་འཛུལ་ཞུགས་ཚུལ་བྱས་ཡོད་དུས་གང་ལ་ངས་ཀྱི་ཏག་ཏག་ཏག་ཏག་འདི་དང་འདི་འདི་དང་འདི་ལ་ནི་ངས་ཀྱི་ཁྱོད་རང་ཚོ་ལ་འདུག་སྟོན་བཞག་ཡོད།

ངེད་ཀྱི་གོ་སྐབས་གཟིམས་ནས་ཁྱོད་རང་ཚོ་ལ་མེ་ལོང་འདི་སྟོན་པ་ཡིན། དེ་ཡིན་དུས་གང་ལ་ཁྱོད་རང་ཚོ་གིས་རྒྱབ་ཤི་བརྒྱབ་ནས་ཡག་པོ་བྱས་ནས་བསམ་བློ་བཏང་པ་ཡིན་ན། ཨ། སྙེ་མ་ཉིས་སྟོང་ཉི་ཤུ་རྩ་གསུམ་ལ་ཨ་རིའི་ནང་ལོགས་ལ། མི་སུམ་ཅུ་སོ་ལྔ་ཅིག་བཀྲ་ཤིས་དབང་འདུས་དང་མཉམ་དུ་སླེབས་ཡོད་དུས་གང་ལ་དུས་དུས་གང་ལ། མི་ཀླད་ངན་དེ་ཚོ་གང་གཱ་ངན་ལ་སོའམ་ཁ་གདངས་བ་དང་ར་མ་ཤུན་བཀའ་ཁྲི་ལ་དྲི་མ་ཁ་གི་འདུག་ལ་སོའམ་ཨོ་འདི་དང་འདི་འདི་འདྲ་བོ་གི་གནས་སྟངས་དེ་ཚོ་ཡིན་པ་ཡིན་ནས། ཕྱི་རྒྱལ་ཁབ་ལ་མི་འཛུལ་ཡོང་ཡ་འདྲ་བོ་དང་ཨ་ནི་ཚོང་གི་ཚོང་ལས་ཡིན་ལ་རྒྱུ་བ་རེད་དེ། ཡིན་ནས་འགའ་ཤས་ཀྱི་ལག་ན་ཁོ་ཚོ་ལ་དཔེ་ཆ།

དགོས་ཡ་རེད་འདུག་ད་མི་འདུག་ད་དེ་ཚོ་གང་གང་ང་ཚོ་གིས་ཟོན་བྱས་ནས་འགྲོ་བ་ཡིན་ན་ཨ་ནི་ང་ཚོ་ཕན་ཐོག་ཡོང་གི་རེད་ལ་དགོས་རྒྱུ་མཚན་འདི་རེད་ཧ་གོ་ཟེ། འདི་ཡིན་འདི་གང་ལ། དུས་དུས་ལ་ཡིན་ནའི་ང་ཚོ་དེ་འདྲས་ཅིག་བྱུང་ཚར་བ་རེད་ད་ད་ལྟ་ཡིན་ནའི་ཁྱེད་རང་ཚོ་གི Tibetan གི་གང་ལ་ཨུ་ཚུགས་རྒྱབ་ནས་ཁྱོད་རང་ཚོ་ཞི་བུ་ག་ཡག་པོ་ཡིན་ལ་ནི་སྡུག་ཅག་དེ་ང་ཚོ་ལ་འོ་མ་རེད་ད། ཡིན་ནའི་ཡང། དེ་འདྲས་འདྲ་བོ་གི་ངར་སྐད་གི་སོ་སོ་གི་བྱེད་སྐྱོག་དེ་དཔེ་ཡག་པོ་ཡིན། ཨ་ནི་མེད་གི་བྱེད་སྐྱོག་དེ་ཡག་པོ་མ་རེད་ལ་ནི་འགྲོ་དུས་གང་ལ་ང་ཚོ་སྤྱི་ཚོགས་ནང་ལ་དམར་གཞུང་ཡ་དེ་འོ་དེ་རེད་ད། ང་ཚོ་ཆོས་བྱེད་ནི་མི་འགའ་ཤས་ཅིག་གིས་སྤྱི་ཚོགས་ནང་ལ་དངོས་གནས་ཚོ་སྤུངས་ནས་སྐད་ཆ་དེ་ཀོ་ཚེ་བཤད་ནས་དཀའ་ལས་ཅིག་རྒྱག་གི་འོ་རེད་དེ་ཚོ་ལ་མ་ཉེས་ཁ་ཡོད་ཀྱི་ལེབལ་ཅིག་དགར་གྱི་འོ་རེད་དེ་ནས་ཨ་ཕྱོགས་དེ་ནས་ལེ་མ་ཉེས་ཁ་ཡོད་ཀྱི་ལེབལ་དགར་གྱི་འོ་རེད་ཕྱོགས་དེ་ནས་མ་ཉེས་ཁ་ཡོད་ཀྱི་ལེབལ་དགར་ཡོང་དུས་ག་ལ་དངོས་གནས་སྤྱི་ཚོགས་ནང་ལ་དཀྱིས་མ་ལ་བསྡད་ནས་དྲང་པོ་གི་གནས་ཚུལ་ཅིག་བཤད་ཡོང་ངེས་དེ་ལ་ཨ་ནི་ཁྱོད་རང་ཚོ་གིས་སྡུག་རེ་ངེས་ཚུལ་ཅིག་བཤད་བཤད་ཡོང་དུས་ག་ལ་དེ་གནས་སྐབས་རིང་ང་ཅིག་རེད་མ་གཏོགས་མཇུག་མ་དེ་འདྲའི་ཤེས་ངེས་ཅིག་རག་ཡ་རག་གི་མ་རེད་ད་རིང་ང་ཚོ་རྒྱ་གོར་མོ་ཆེ། གོང་ལོག། འབྲས་བུ་ཕལ་བཞག་གོང་ལོག་ད་ད་ལོ། ལོ་དགུ་བཅུ་གི་དགུ་སྟོན་རེད། ཨ་ད་ག་གཅིག་པུ་འཚལ་རྒྱུ་མ་རེད་དངོས་གནས་ང་རང་ཚོ་གི་བོད་མི་རིགས་འདི་དགའ་ཕྱག་གཉིས་དང་གསུམ་ལ་འགྲོ་ཡོང་དུས་ག་ལ་ང་ཚོ་བློ་འཚབ་སྐྱེ་གི་འདུག་ང་ཚོ་དངོས་གནས་ཟོན་བྱེད་དགོས་ཀྱི་ཆགས་ཀྱི་འདུག་སྤྱི་ཚོགས་ནང་ལ་མ་ཉེས་ཁ་ཡོད་བྱེད་མཁན་འདི་འདྲའི་མང་པོ་འདུག་རྒྱ་མི་ལ་རྒོལ་ཡ་རྐྱང་རྐྱང་བྱེད་མཁན་འདི་འདྲའི་འདུག་ལ་ནི་ང་ཚོ་སེམས་འཚབ་སྐྱེས་ནས་བཤད་ཡོང་དུས་གང་ལ་ཨ་ནི་ང་ཚོ་གི་བྱས་པ་དེ་འགྲིག་གི་མི་འདུག་ང་ཚོ་གི་བཤད་པ་དེ་འགྲིག་གི་མི་འདུག་ལ་ན་ཁྱོད་རང་ཚོ་སོ་སོ་གི་བྱེད་སྟངས་དེ་ལ་ཡི་གཅིག་ལྟ་ད། ང་ཚོ་གི་ག་རེ་བཤད་ཀྱི་འདུག་མི་འདུག་ལྟ་གོ་མར་ལྟ། ཁྱོད་རང་ཚོ་གིས་ད་ལྟ་བར་དུ་ག་རེ་བྱས་འདུག་ག་རེ་བྱས་མི་འདུག་དེ་ཁྱོད་རང་ཚོ་གི་ངོ་ནས་གཅིག་པོ་མ་རེད་སྤྱི་ཚོགས་ནང་ད་ལྟ་བར་དུ་ག་རེ་བྱུང་འདུག Everything is not about you ལ་གི་འདུག་བ་རྟག་པ་རེ་ཞིག་འདི་ཁྱེད་རང་གི་སྐོར་དང་ཁྱེད་རང་གི་གཡས་གཡོན་གྱི་སྐོར་གྱི་གཅིག་པོ་ཡོང་གི་ཡོད་མ་རེད་ང་ཚོ་སྤྱི་ཚོགས་ལ་རབ་དང་རིམ་པ་ཨ་སྤྱི་ཚོགས་ནང་ད་རིང་སྲིད་སྐྱོང་འདི་ཡིན་ན་སང་ཉིན་སྲིད་སྐྱོང་ཕ་གི་རེད་ད་ག་ན་ཞིག་སྤྱི་པའི་ནང་ལོགས་ལ་ལས་ཀ་བྱེད་ངེས་ཀྱི་ལས་བྱེད་ད་རིང་འདི་འདི་འདྲ་བོ་ཅིག་ཡིན་པ་ཡིན་ན་སང་ཉིན་སང་ཉིན་གནང་ངེས་མཇུག་མ་གླེང་ངེས་དེ་གཞན་པ་ཅིག་རེད། དེ་ཡིན་དུས་ག་ན་ཁྱོད་རང་ཚོ་ལས་ཀ་བྱེད་ངེས་རབས་ད་རིམ་པ་སླེ་ཡོང་དུས་ག་ན་གནས་སྟངས་ག་འདྲེ་ག་འདྲེ་འདྲ་བོ་ཅིག་ཆགས་ཀྱི་འདུག་དེ་ཚོ་གང་ལ་ང་ཚོ་ཡང་སྲིད་ཡང་སྲིད་བསྐོར་མོ་བསྐོར་ན་ཡག་པོ་ཡོད་རེད་ཡིན་ནས་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ངས་བྱས་པ་དེ་ཐེངས་དང་པོ་ཡིན་ལབ་ནས་ཨ་ནི་བད་ཀོ་ར་འདི་དེ་ལྷ་ས་ནམ་ཟླ་བཞི་བོ་ཡིན་བསམ་ནས་གཞན་ཕན་གི་བྱེད་རྒྱུ་དེ་ལ་མིག་ཀོ་ར་མ་བལྟ་བར་ཨ་ནི། རྡོག་རྫིས་ཀོ་ར་སྣེམས་ནས་འགྲོ་ཡོད་དུས་ག་ན་ཡག་པོ་བྱེད་ངེས་ཅིག་ནས་མཐོང་གི་ཡོད་མ་རེད་སྡུག་ཅག་བྱེད་ངེས་ཅིག་ནས་མཐོང་གི་ཡོད་མ་རེད་དེ་འདྲས་བྱས་ནས་ང་ཚོ་སྤྱི་ཚོགས་ནང་ལ་སྐད་ཆ་ད་ག་རང་རབས་ད་རིམ་པ་བསྐོར་ར་རྒྱབ་ནས་སླེ་ཡོང་དུས་ག་ན། ང་ཚོའི་སྤྱི་ཚོགས་ནང་ལོགས་ལ་རྒྱ་མི་ལ་ཁ་གཏད་ནས། ཁ་གཏད་བཅའ་ཡག་གི་ཚབ་ལ་ང་རང་ཚོ་ནང་མགོ་དེ་ཨ། ང་རང་ཚོ་གི་ནང་མགོ་དེ་ནང་ལོགས་ལ་ཨ་ནི། ཨིཏན་ཨིཏན་པ་ནི་གོལ་གོལ་ར་ནི་ལ་ནི་ཨ་ནི་བ་ལི་བཙོང་ས་ཨ་མ་ཙང་ལ་སྐོར་ར་ཡང་སྲིད་ཡང་སྲིད་རྒྱབ་དགོས་ཡག་གི་རྒྱུ་མཚན་དེ་དེ་ཆགས་འོག་རེད། དེ་བྱས་ནས་ང་ཚོས་ཀྱི། དེ་ཚོས་དོན་སྣང་བྱས་དང་ཕྱི་ལོག་ལས་བལྟ་དང་སོ་སོ་རང་ལས་སོ་སོ་གི་ཕྱི་གི་མིག་གིས་ཕྱི་ལོག་གི་ག་རེ་ལབ་གི་འདུག་ཕྱི་ལོག་གི་ག་རེ་བྱེད་གི་འདུག་ཕྱི་ལོག་གི་མཐོང་སྟངས་ག་འདྲེ་མཐོང་གི་འདུག་དེ་ཚོ་གང་ག་ལ་ང་ཚོ་གིས་ཟོན་བྱས་ཡོད་ན་ཨ་ད་རིང་ང་ཚོ་དཀའ་ངལ་དེ་འདྲེ་ལ་འཕྲོད་གི་མ་རོ་བ། ད་དེ་འདྲེ་འདྲ་བོ་ཅིག་ལ་ཡོད་འདི་ག་ལ་ཨ་ནི་ཁྱོད་རང་ཚོ་གིས་བསམ་བློ་བཏང་ཡག་རེད་ཨ་ནི་སྤྱི་ཚོགས་གི་འགོ་འགོ་གང་ལ་ལྡེང་ངེས་དེ་ཚོ་ཡིན་པ་ཡིན་ནའི་ཆབ་སྲིད་ནང་ཚུད་གི་མ་ར་ད་ལས་འགྲོ་བོ་ཅིག་ཆབ་སྲིད་ནང་ཚུད་གི་མེད་ན་ཁྱོད་རང་ཚོ་འགོ་ཁྲིད་གོ་ར་མ་རེད།

ཨ། གོ་ཡ་ལ་ཁོ་རང་ཚོ་ལོག་འགྲོ་བ་རེད་ལབ་ཀྱི་འདུག་ལོག་འགྲོ་ཡིན་ན་འདྲ་མེད་ན་འདྲ་གང་འདྲ་མ་འདྲ་ཁོ་ཚོ་སླེ་སླེ་བར་བ། སླེ་ཚར་བ་རྗེས་ལ། ཁོ་རང་ཚོ་གི་སླེ་དགོས་ཀྱི་རྒྱུ་མཚན་ག་བ་ལ་ཐུག་པ་རེད་ལྟོ་གོ་ལ་ཐུག་པ་ར་ལྟོ་གོ་དེ་ག་བ་ལ་ཐུག་པ་རེད་ང་ཚོ་ཟ་ཉལ་བཏུང་བཙོག་པ་བཏང་བྱས་དེ་ལ་ཐུག་གོ་བར་བ། འོ་དེ་ཡིན་དུས་གང་ལ་འདི་ཚོ་ཚང་མ་ཆབ་སྲིད་རེད། དེ་ཚོ་ཆབ་སྲིད་ལ་དོན་སྣང་བྱེད་ཀྱི་མེད། འགོག་ཁྲིད་བྱེད་ཀྱི་ཡིན། དོན་སྣང་བྱེད་ཀྱི་མེད་ལབ་པ་ཡིན་ན། འདི་འགོག་ཁྲིད་འདི་འགོག་ཁྲིད་མ་རེད་ལབ་ཡོད་ང་ཚོ་གིས། ང་ཚོ་བོད་པ་གི་འགུལ་སྐྱོད་ཆུང་ཆུང་ཆུང་ཆུང་རྒྱག་པ་ནང་བཞིན་དེ་དེ་ཚང་མ་ང་ཚོ། ཆབ་སྲིད་གང་ཐུབ་ཀྱི་ཡོད། ད་ལྟ་བར་དུ་ང་རང་ཚོ། ལྔ་བཅུ་ང་དགུ་ནས་བོད་ནས་མར་འབྱོར་ནས། བཙན་བྱོལ་ནང་ལོགས་ལ་ག་རེ་བྱས་དང་མ་བྱས་འགུལ་སྐྱོད་ག་རེ་བརྒྱབ་དང་མ་བརྒྱབ་དེ་གང་གང་ལ་རྒྱག་རོགས་མི་བྱེད་ཀྱི་འགོ་ཁྲིད། ཡང་དག་པ་ཅིག་བྱས་ནས་འགོ་ཁྲིད་ཁྲིད་ནས་འགྲོ་ཡིན་པའི་རྐྱེན་གྱིས་ད་རིང་ང་ཚོ་ཕྱི་རྒྱལ་ཁབ་ཡོ་རོབ་ག་བར་འགྲོ་བ་ཡིན་ནའི་དེ་རྒྱ་རོམ་གཅིག་གི་མིར་དག་དེ་ང་ཚོར་མགོ་སྒུར་དག་དེ་གི་ཡ་རབས་སྤྱོ་སངས་དེ་ང་ཚོ་མི་མི་དེ་ཚོ་ལ་འཇའ་རེ་ཡ་ལ་མགོ་སྒུར་རེ་ལ་ནི་དག་པ་རྒྱག་དགོས་བ་རེད་ད་ད་རིང་ང་རང་ཚོ་གི་མིའི་ནང་གོ་ལ་སྤྱོད་པ་ངན་རིགས་ངན་ཚད་འདུ་རིགས་ངན་ཚད་དེ་ཚོ་གང་གཱ་ཨ་ནི་ཆེས་རྒྱ་གར་ལ་དཔེ་ཆ་སྤྲད་ནས་འགྲོ་གི་ཡོད་ལ་དེ་ཐིག་གི་ཡུལ་ཅིག་ཁིག་བྱས་ནས་ཨ་ནི་བཏོན་ཡོད་དུས་གང་ལ་སྤྱི་ཚོགས་ད་ཕྱིས་རྒྱ་ཁབ་ཡོ་རོབ་དེ་བ་སླེ་ཚ་དུས་གང་ལ་ཧམ་པ་ཡུག་གི་ཟ་ནས་ཨ་ནི་བད་ཀོ་རང་ཁྲིམས་དང་འགལ་བའི་གི་ལས་ཀ་མང་པོ་ཅིག་བྱས་ཡོད་དུས་གང་ལ། ཁྲིམས་དང་འགལ་བའི་ལ་ན་ཡིན་ཅིག་མིན་ཅིག་པགས་པ་བཙོང་ཡ་དང་གསེར་བཙོང་ཡ་དང་ནག་ཚོང་རྒྱག་ཡ་གཅིག་པུ་ལ་དབུ་བ་མར་བཏགས་དེ་རིགས་ཀ་སང་ཁྲིམས་དང་འགལ་བའི་ལ་ན་ཨ།

དང་པོ་ང་ཚོ་གི་མི་དེ་ཚོ་བདག་པོ་རྒྱབ་ནས་སློབ་གསོ་རྒྱབ་ནས་སྤྱི་ཚོགས་ནང་ལ་ཡ་རབས་སྤྱོད་བཟང་སྤེལ་ནས་ཨ་ནི་འདི་དང་འདི་བྱེད་ཆོག་གི་མ་རེད་འདི་དང་འདི་བྱེད་ཆོག་ཡ་རེད་ལ་ནི་ང་ཚོ་གི་སློབ་གསོ་རྒྱབ་ནས་མི་ལ་བདག་པོ་རྒྱབ་མི་ལ་བདག་པོ་རྒྱབ་ཚར་བའི་རྗེས་ལ་མི་དེ་དེ་ལོག་ལས་ཀྱི་འདུག་བསམ་ན་ཨ་ནི་གཞི་ནས་ཏི་པེ་ཏའོ་གཅིག་བཙུགས་ནས་དེ་ནང་ལོག་ལ་བཞག་ན་ཡག་པོ་ཡོད་རེད་མ་གཏོགས་དེ་ཁྱེད་ནི་ཏི་པེ་ཏའོ་ནང་ལོག་ནང་ལོག་ལ་སེམས་མ་བསིལ་བ་མ་རྟགས་དེ་འདྲས་ཀྱི་སྐད་ཆ་ཡང་ངས་བཤད་པ་ཡིན། ཡིན་ནས་ཡང་ཁྱོད་རང་ཚོ་གི Patriotic Act ཕོ་ཐོག་རང་སྦྱར་ནས་བསྡད་ཀྱི་འདུག་ཨ་སྐད་ཆ་གནད་འགག་ཁ་ཤས་ཆེར་ཆེར་པོ་བཀག་ནས་བསྡད་ཀྱི་འདུག་ཨ་དེ་འདྲས་ཀྱི་ལན་དེ་འདྲ་བོ་ཅིག་ཤེས་པ་ལས་མ་ཤེས་པ་ཡག་གི་རེད་ཡག་མིན་ན་བཤད་ཚར་བའི་རྗེས་ལ་གཡག་གཡོན་གང་ཙམ་བལྟ་ནས་བཤད་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་དགོས་བ་རེད་མ་གཏོགས་ཨ་ཕྱོགས་གཅིག་དང་གཉིས་ལ་ནས་ཨ Selective ལབ་ཀྱི་ཡིན Selective ཉན་གྱི་ཡིན་ལབ་པ་ཡིན་ན་དེ་ཏག་ཏག་བསྡད་དགོས་ཡོག་མ་རེད་ལབ་དགོས་ཡ་གི་རྒྱུ་མཚན་ཁོ་རང་དག་རང་རེད་ད། ཧུམ་དེ་འདྲས་བྱས་ནས་ཁྱོད་རང་ཚོ་ཁ་ཤས་ཅིག་གིས་ཨ་ནི་ཨ་སོ་སོ་ལ་ཕན་ན་ཡག་པོ་འདུག། ཨ་ནི་སོ་སོ་ལ་ཕན་གྱི་མི་འདུག་ན་ཡག་པོ་མི་འདུག་ལབ་པ་ཡིན་ན་དེ་ཏག་ཏག་བསྡད་དགོས་མ་རེད་ངས་ནམ་ཞིག་རྒྱུན་དུ་ནས་ཤེས་དགོས་ཡ་དེ་ང་སྤྱི་ཚོགས་འདིའི་ནང་ལོགས་ནས་ཕན་དགོས་ཡ་ཅེས་མེད་ཡང་ཕན་གྱི་མི་འདུག་ཡ་ལ་ན་ང་རང་ཚོ་གི་སྤྱི་ཚོགས་འདི་ལྷིང་ཞི་འཇམ་པོ་ཡོད་ན་ང་རང་ཡང་ཕན་དང་ཕན་ལ་ཡ་ཅིག་ཆགས་དགོས་རེད་གཞན་སྒེར་གྱི་དོན་ལ་ང་ལ་ཅེས་ཕན་ཕན་ཡ་སྐར་མ་ལྔ་ཅིག་མེད་རེད་བ། དེ་ཡིན་དུས་གང་ལ་ང་ཚོ་སྤྱི་ཚོགས་གང་ནས་བཤད་ཡོད་དུས་གང་ལ་ང་ཚོ་སྤྱི་ཚོགས་གང་ལ་རང་ཤེས་དགོས་རེད་དེ་ཁྱེད་རང་ཚོ་གི་བསམ་བློ་དེ་བཏང་རོགས་བྱས་ལ་ནི་ད་ག་ནང་བཞིན། ད་ཨ་ཀ་ན་ཀྲ Toronto སྡེ་བ་ལ་ཀ་ཤས་ཀྱིས་ཨ་ནི་ཁྱབ་བསྒྲགས་བྱས་པའི་ཀྱི་རྣམ་པ་ནི་ཨ་ནི་འགའ་ཤས་ཀྱིས་དཔུང་དང་རྒྱབ་དང་བསྒྲིགས་ནས་ཨ་ནི་ལག་གི་འདུག་ཨ་ཨ་ནི་ང་རང་ང་ཚོ་ལ་འགོ་ཁྲིད་ག་འདྲའི་འགོ་རེད་ལ་ན་འགོ་ཁྲིད་དེ་ཨ་ནི་ཆབ་སྲིད་ལ་མ་བརྫུས་ངེས་ཀྱི་འགོ་རེད་ལག་གི་འདུག་ཨ་དེ་ཧྥལ་རེད་ད་ཆབ་སྲིད་ལ་མ་བརྫུས་ངེས་ཀྱི་ཡིན་ན་ཧྥལ་རེད་འདི་གི་ཤུགས་ལ་ཁྱེད་རང་ཨ་སང་ཉིན་གནངས་ཉིན Toronto གི་ཨ་སྤྱི་མཐུན་ཚོགས་པའི་ཀྱི་ཚོགས་གཙོ་ལ་ཁྱེད་རང་ཨ་ཐོབ་པ་ཡིན་ན་ང་ཁྱོད་རང་ལ་འབྲེལ་བ་བྱས་ནས། སྐད་ཆ་མང་པོ་ཅིག་དྲི་ཡ་ཡོད། ལ་ལས་མང་པོ་བྱས་ཡ་ང་ཁྱེད་རང་ཚ་ནས་སྒུག་གི་ཡོད་ད། དེ་གྲ་སྒྲིག་བྱེད་རོགས་བྱས་ཨ། གཞན་མེད་ན་ཆབ་སྲིད་ལ་འཛུལ་གི་མེད་ལ་ནི་ཨ་ནི། ཚོགས་གཙོ་ལངས་པ་ཡིན་ན་དེ་ཕན་གི་མ་རེད་ལ་ནི། ག་ཅི་ན་ན་ང་རང་ཚོ་གི་སྤྱི་ཚོགས་འདི། ཨ་ད་ས་གནས་ག་བ་དང་ག་བ་ལ་ཡོད་པ་ཡིན་ན་ཆབ་སྲིད་ནང་ལོག་ལ་གི་དཀའ་ངལ་ཅིག་གི་བརྒྱུད་ནས་ཨ་ནི་དེ་སྒེར་གི་སྒང་ལ Attack བྱེད་གོ་རེད་མ་གཏོགས་གཞན་ང་ཚོ་སྒེར་གི་ངོ་ནས་བྱ་ཕོ་བ་གང་བྱས་མཉམ་དུ་འཐུང་མྱོང་མེད་ལ་ཕ་གང་ལ་གདོང་དང་གདོང་གཏུག་ནས་བཀྲ་ཤིས་བདེ་ལེགས་ཞུ་མྱོང་མེད་ལ་ནི། དེ་ཡིན་དུས་གང་ལ་ང་ཚོ་སྤྱི་ཚོགས་ནང་གི་རྙོག་གླེང་འདི་གང་ག་ལས་དགོ་ས་དེ་ང་རང་ཚོ་སྤྱི་ཚོགས་ཀྱི་སྡིངས་ཆ་གང་ནས་ཡོང་དུས་གང་ལ་ཁྱེད་རང་ཚོ་སྤྱི་ཚོགས་ཀྱི་སྡིངས་ཆ་གང་ལ་འགོ་ཁྲིད་ཆགས་ཚར་བའི་རྗེས་ལ་ཆབ་སྲིད་ག་འདྲས་ཀྱི་ཡིན་ནའི་ང་ཚོ་བོད་པས་ཀྱི་ཆབ་སྲིད་ལ་ནི་ཨ་ཀྲོ་རོང་ཀྲོ་གི་གར་ས Canada ཀྲོ་རོང་ཀྲོ་གི་ཆབ་སྲིད་ཀྱི་འགོ་ཁྲིད་རེད་དེ་ཡིན་ནི་ཡང་ཕྱི་རྒྱལ་ཁབ་ནས་འབྲེལ་བ་བྱེད་ཀྱི་འདུག་ན་དེ་ནི་འབྲེལ་བ་བྱེད་ལོ་སར་གྱི་དགོ་དགོས་བར་མ་གཏོགས་འབྲེལ་བ་བྱེད་ལོ་འབྲེལ་བ་བྱེད་མི་དགོས་ས་བཅས་ཨ་ཡིན་པ་ཡིན་ན་ང་ཚོར་འདི་འདྲ་གི་འགོ་ཁྲིད་དགོས་གི་ཡོག་མར་ད་ལ་ངས་ངར་འཛིན་ནི་ཞུ་གི་ཡོད་ད་ཡང་ཁྱོད་རང་གི་འོས་ཐོབ་ཡག་དང་མ་ཐོབ་ཡག་གི་ལ་ངས་གི་དགག་པ་བྱེད་པའི་གི་སྐད་ཆ་མེད་ད། དེ་ག་ནང་བཞིན་ངས་གི་སྙེ་མ། དེ་ཡས་གར་ས་སོ་ནམ་ལང་དཀར་ལ་ཡང་ངས་ཞུས་པ་རེད། སོ་ནམ་ལང་དཀར་ལ་ངས་ག་ལ་ལ་ན། ཁྱེད་རང་ཚོ་ཀྲོ་རོན་ཀྲོ་ནང་ལོག་ལ་དེ་འདྲས་སྤྱོད་པ་ཉན་པོ་འཁྲབ་དེ་ངས་ག་ཤེད་ཅིག་འདུག་ཨ་དེ་ཚོ་ལ་ཅིག་ལ་གི་མེད་པས་ལ་དེ་ཨ་ག་རེ་ལ་ཡོག་རེད་པས་ལ་ནི་ཁ་ཚིག་ངེད་ཅག་གི་སྐད་ཆ་རེད་ག་རེ་ལ་ཡོག་རེད་པས་ལ། དེ་ཡས་ཀྲོ་གཏོར་མ་ལ་ངས་དེ་གི་ངས།

བསོད་ནམས་ལང་དཀར་ལ་སྐད་ཆ་བཤད་བཅུག་ཡས་ཀྱི་སྐད་ཆ་དང་ཨ་ནི་ཁོ་རང་འོས་ཐོབ་ཡས་ཀྱི་སྐད་ཆ་དེ་དེ་ནས་སླེ་བའི་སྐད་ཆ་ཅིག་བཤད་གི་འདུག་ཨ། དང་པོ་ད་རིང་དེ་གཏོར་དམག་གི་སྐད་ཆ་བཤད་ཡས་དེ་ལ་ཁོས་ལ་གི་འདུག་ཨ། བསོད་ནམས་ལང་དཀར་གི་ལ་གི་འདུག་ཨ་ཁོས་ཀྱི་ཚིག་མིང་དེ་ལ་གུ་མི་འདུག་དེ་ངས་ཧ་གོ་ས་རེད། ང་ལ་ད་སམེཇ་ནི་བ་ལེ་ཀོ་ཨི་ཤ་ར་ཀ་ཧྥི་ཧེ་ལ་གི་འདུག་ཨ། དེ་འདྲས་རེད། ཨ་ནི་བསོད་ནམས་ལང་དཀར་གི་ལ་གི་འདུག་དེ་ཆུ་གི་དང་ཁྱོད་རང་ཚོ་དེ་བཤད་དེ་དེ་ཕན་ཐོག་གི་མ་རེད་ལ་གི་འདུག་ཕན་ཐོག་གི་འདུག་དང་མི་འདུག་ཁྱོད་རང་ཚོ་ལྟ་ཆོག་རེད། ཁྱོད་རང་ཚོ་གི་ཀ་ན་ཀྲ་གི་སྒོར་ཙག་ལ་ཡོང་ནི་ཀ་ན་ཀྲ་གི་གཞུང་སྒོ་རང། ཀྲུག་ཀྲུག་བཏང་དུས་གང་ལ་ཨ་ནི་ཞི་ནི་ཧ་གོ་གི་རེད་ཟེར་ནས་ངས་འདི་ཅིག་ཞུ་ཡ་ཡིན། འདི་བྱས་ནས་ཁྱོད་རང་ཚོ་དེ་འགོ་གང་ལ་བསྡད་ནས་རྐུབ་བཀྱག་གང་ལ་ཉམས་གཅིག་པོ་བཏང་གི་ཡིན་ལབ་པ་ཡིན་ན་འདི་ཏག་ཏག་བསྡད་གི་ཡོད་མ་རེད་ཡིན་གྱི་རེད་ཁྱོད་རང་ཚོ་གི་དཀའ་ལས་རྒྱག་ཡིན་གྱི་རེད་ཡིན་ནས་ཁྱོད་རང་ཚོ་གི་དཀའ་ལས་རྒྱག་བ་འདི་ལ་ཨ་ཁྱོད་རང་ཚོ་གི་ད་ལྟ་བར་དུ་བྱེད་སྟངས་དེ་ལ་བལྟ་བ་ཡིན་ན་གང་གང་ང་ང་ང་གཅིག་པོ་རེད་འདུག་ཨ་ང་བྱེད་ཀྱི་ཡིན་ངས་བྱེད་ཀྱི་ཡིན་འདི་ངའི་ཟོལ་ཡིན་འདི་ངའི་གི་བྱེད་སྐྱོང་ཡིན་ངའི་བྱེད་བྱ་ཡིན་ལ་ངའི་རྐྱང་རྐྱང་རེད་འདུག་ཨ་ང་ཚོ་ལན་ཅིག་གོ་གི་ཡོད་མ་རེད། དེ་འདྲས། ཁྱེད་རང་གིས་དེ་ཀོ་ཅི་དཀའ་ལས་བརྒྱབ་ནས་ཨ་སོག་སོག་གི་སྒེར་གྱི། གར་ས། སྒེར་གྱི་ལས་ཀ་དེ་ཚོ་གང་ག་བཞག་ནས་སྤྱི་པའི་སྒང་ལ་འདི་ཀོ་ཅི་བྱེད་དགོས་ཡ་ཡིན་ན་ངོམ་སོ་གི་རྣམ་པ་རང་ཡིན་པ་ཡིན་ན་དེ་ངོམ་སོ་དེ་ང་ཚོ་ལ་དགོས་ཀྱི་ཡོད་མ་རེད་ལ་ཁྱོད་རང་གི་སྒེར་གྱི་དེ་ང་ཚོ་ལ་ཐུགས་རྗེ་ཆེན་པོ་མེད་ལ་ནི། དེ་ལས་ཁྱོད་རང་ཚོ་སོ་སོ་སོ་སོ་གི་ཨ། སྒེར་གྱི་ལས་ཀ་དེ་བྱེད་རོགས་བྱས་ལ་ནི། དེ། དེང་ཆ་དེ་སྒང་ལ་རབ་དང་རིམ་པ་ཚང་མ་སླེབས་དགོས་ཀྱི་ཡོད་རེད། ངས་སྙེ་མ་ནས་ལབ་པ་ན་ཞིག་རེད་དེ་གོ་སྐབས་མར་ཏག་དེ་ང་ཚོ་གི་འགན་རེད།

ག་ལོག་རེད་ཚོགས་གཙོ་ལ་ཆ་དུས་གང་ལ་དེ་ཚོགས་གཙོ་དེ་ཁྱོད་རང་སྤྱི་པའི་ནང་ལ་དེ་ཁང་པ་དེ་གི་གཅིག་པོ་ཚོགས་གཙོ་མ་རྟག་དེ་ཁང་པ་དེ་གི་འོག་ལ་སྡུད་བཞག་ངེད་ཀྱི་བོད་མི་མང་ཚང་མེད་ཀྱི་སྤྱོད་པ་སྤྱོད་ལམ་གྱི་ཨ་གར་ས་འགན་འགན་བྱས་ཁྱོད་རང་གི་ཁུ་ཐུག་གོ་བོ་རེད་དེ་འདྲའི་བྱས་ཡིན་ཙང་ཨ་ནི་འགྲིག་གི་ཡོག་མ་རེད་ཨ་ནི་ཕྱོགས་གཅིག་ལ་ལས་དེ་ཨ་ནི་དྲ་མ་རུ་ན་ཤི་ལ་ནི་ངས་ཁ་སང་ལ་སོ་ཨ་ཨ་ད་རུ་ན་ཤི་སྤྲོ་གོ་རེད་ལ་ནི་ཨ་ཁ་ཤས་ད་རུ་ན་ཤི་སྤྲོ་ཡས་སྤྲོ་གི་འདུག་ཨ། ཨ་ནི་ཁྱོད་ཀྱིས་ནི་སྲིད་སྐྱོང་སྤེན་པ་ཚེ་རིང་ལེགས་སོ་ན་ཤིག་ཅིག་སྦྱར་སྦྱར་འདྲ་བོ་བྱས་ཨ་ནི་ཡང་བློ་བཟང་སེང་གེ་ལ་དེ་འདྲའི་འདྲ་བོ་ཞུ་བྱས་ནས་བདག་རུ་ན་ཤོས་ཁྱོད་རང་ཚོ་སྤྲོད་དགོས་འདུག་ཨ་བདག་རུ་ན་ཤོས་སྤྲོད་ངེས་ཁྱོད་རང་ཚོ་འདྲ་བོ་འདི་ཚོ་གི་བྱས་ནས་སྤྱི་ཚོགས་ནང་ལོགས་ལ་ང་ཚོ་མི་མི་མང་པོ་ཅིག་དཀའ་ངལ་ནང་ལ་ཚུད་དགོས་ཡ་གི་རྒྱུ་མཚན་དེ་དེ་བྱ་དགོས་བར་ད་དྲང་པོ་བཤད་པ་ཡིན་ན་དངོས་གནས་བསོད་ནམས་ལང་ཀ་ལགས་ཀྱི་ཨ་ཅག་དེ་ཡིན་པ་ཡིན་ན་དངོས་གནས་ལྷ་ས་རྣམ་དག་གི་ཨ་ཅག་ཡག་པོ་ཞུ་བྱེད་འདུག་ཡིན་ནས་ཨ་ཅག་ཁྱེད་རང་ཡིན་པ་ཡིན་ནས་སོ་སོ་གི་བཟའ་ཚང་གི་བརྩེ་བ་ལ་མིག་བཙུམ་རྒྱུ་ཡོད་མ་ད།

དེ་ཕྱི་གཏན་བྱས་ན་ཡག་གི་རེད། ཨ་ནི་ནང་གི་ཨ་མ་རོ་ཨ། ཁྱོ་ག་དང་སྤུ་གུ་དང་གང་ག་དག་པོ་བརྒྱག་དགོས་གི་རེད། ཨ་ནི་ཁྱེད་རང་གིས་བརྒྱག་ཡ་བརྒྱག་གི་འདུག་ཨ་ནི་བརྒྱག་པ་ནང་བཞིན་གྱིས་བརྒྱག་ཡ་བརྒྱག་དགོས་གི་རེད་ད། ད་འདོད་ཡིན་ནས་བརྒྱག་དགོས་གི་རེད་མ་གཏོགས། དེ་འདྲའི་བྱས་ནས་སྤྱི་ཚོགས་ནང་ལོགས་ལ། ཨ། ཁོ་གི་སེམས་ཤུགས་རེད་ཁོ་གི་ཅིག་རེད་ང་ཨེ་འདྲས་རེད་ཨ་ནི་ཨེ་འདྲས་རེད་ལ་ནི་བྲོ་བ་ཡིན་ན་འདི་ཏག་ཏག་བསྡད་གི་ཡོད་མ་རེད་ལ་ནི་ལ་དགོས་ཀྱི་རྒྱུ་མཚན་འདི་ཡིན། ད་ད། གཏོར་མ་ཁོ་རང་གི་ཁ་ནས་དོན་གྱི་འདུག་ཨ། ཨ། བསོད་ནམས་ལང་དཀར་གྱིས་ཁོ་ལ་ག་རེ་ག་རེ་བཤད་པ་ད་ཁོ་རང་ཁ་ནས་སྐྱུག་གི་འདུག་ཨ། ད་བསོད་ནམས་ལང་དཀར་ལ་ཁྱེད་རང་ཐར་ས་དེ་བས་མི་འདུག་ཨ། གཅིག་པ་གཅིག་ཀྱང་མ་འོངས་པ་ལ་སུ་ད་སུ་སླེབས་པ་ཡིན་ན་ཡང་ཁྱོད་རང་ཚོ་ཐར་ས་ཡོད་མ་རྟགས་ཕྱོགས་གཅིག་ནས་མི་འགའ་ཤས་ཅིག་གིས་ང་དྲང་པོ་ཡིན་དྲང་བདེན་འགྲོ་གི་ཡོད་དྲང་པོ་བཤད་ཀྱི་ཡོད་རྐྱང་རྐྱང་ལ་བོར། ཨ། ངེད་ཀྱི་ལ་ཡ་དེ་ང་དྲང་པོ་བཤད་ཀྱི་ཡོད་ལ་བོར་གཏོར་མ་གི་ལ་ཡ་དེ་གཏོར་མ་དྲང་པོ་བཤད་ཀྱི་ཡོད་ལ་བོར། ད་དྲང་པོ་དེ་ག་བ་ལ་གནས་ཀྱི་འདུག་དང་མི་འདུག་བལྟ་གོ། ཡིན་ནས་འདི་པ་ར་ལ་ཁྱོད་རང་ཚོ་གི་ག་ཤེད་ཅིག་གི་ཨ་ནེ། རྡ་རུ་ན་ཤུ་སྤྲོད་ནས་འགྲོ་བསྡད་དེ་གང་ལ་ང་ཚོ་དཀའ་ངལ་དེ་ལ་འཕྲོད་གི་ཡོད། ད་ད་རིང་ཁོ་ཁོ་རང་གི་ཁ་ནས་ལབ་ཀྱི་འདུག་བ་སོ་ནམ་ལང་ཀར་གྱི་ཁོ་ལ་ག་རེ་བཤད་སོང་ལ་ནི། ཨ། ད་ལ་ཡ་དེ་ལ་ཕེ་ཀེ། ཆུ་གི་གས་ཅིག་ལབ་ཀྱི་འདུག་ཁྱོད་རང་གས་ཅིག་ལབ་བསྡད་ཀྱི་འདུག་དེ་ཕན་གྱི་མ་རེད་ལ་ན། ཨ་ནི། སྤྱི་ཚོགས་ཀྱི། ཚོགས་པ་ཀྱི་ཚོགས་གཙོ་མགོ་ཁྲིད་ཆེ་ངེས་ཅིག་གིས། དེ་ཕན་གྱི་མ་རེད་ལ་སོ་ན་ཨ་ནི་ག་རེ་ང་ཚོ་ཏཱིམ་པཱས་བྱེད་གོ་ར་བས་ལས་ཅོ། ཨ། དེ་འདྲས་ཡིན་པ་ཡིན་ན་ང་ཚོ་ལ་ཁ་རི་ཁ་ཐུག་ཁ་གསུངས་ནས་ལག་འོར་ཨ། ཁྱོད་རང་གི་དཀའ་ལས་སྤེལ་བྱ་གི་འདུག་ཡིན་ནས་ཕན་གི་མ་རེད། ཨ་ནི་འདི་ངས་བདག་པོ་རྒྱབ་ཐུབ་ས་རེད། ཡ་མེད་ན་བདག་པོ་རྒྱག་གོ་འོར། ཨ་ནི་བདག་པོ་རྒྱག་ཤེས་ཀྱི་མེད་ན་ང་བདག་པོ་རྒྱབ་ཤེས་ཀྱི་མེད་དེ་ཡིན་ནས་ཁྱོད་རང་གི་ཅིག་ལག་དེ་ནས་ཕན་ཐོག་གོ་རེ་བས་ལ་ནི་ཁ་རི་ཁ་ཐུག་གསུངས་བྱ་ནས་འགྲིག་གོ་འོར། ཡིན་ནས་ཁ་རི་ཁ་ཐུག་ཨེ་ལག་གོ་ཡོད་མ་རེད་ད་ག་ཚེ་མི་ལ་དུས་ཚོད་འཕྲོ་བརླག་བཏང་བཅུག་གི་འདུག་ལས་དེ་དེ་ནས་ལག་གོ་འོར་ད།

སྐད་ཆ་འདི་རེད། ད་རིང་འདི་གི་ཤུགས་ལ་ང་ཚོ་མི་མང་པོ་ཅིག་གིས་ད་གསར་པ་རེད་ཨ་ནི་གསར་པ་ལ་འཆར་གཞི་གསར་པ་འདུག་རྣམ་དཔྱོད་གསར་པ་འདུག་འདི་གང་གཱ་ང་ཚོ་གི་སླར་གསོ་བྱེད་དགོས་ཀྱི་འདུག་ཨ་ནི་ཡང་བསྐྱར་ཡིན་ནས་མོ་ལ་གར་སར་གོ་སྐབས་ཅིག་ཡིན་ནས་སྤྲད་དགོས་ཀྱི་འདུག་ལ་ཡ་དེ་ཁྱོད་རང་ཚོ་གི་ཕྱོགས་གཅིག་ནི་གོ་སྐབས་རེད་དེ་མོ་གི་ཕྱོགས་ནི་རྒན་རེད་ད། འགན་ཁྱེར་གྱི་ཡོད་ད་ཨཱས་ལ་ནི་ངས་བདེ་སྐྱིད་ཞུ་ཡ་ཡིན་ཨ་འདི་དང་གཉའ་མདོ་མོ་ཐོབ་དང་མ་ཐོབ་ཀྱི་སྐད་ཆ་མེད་སོ་ནམ་ལང་སོ་ནམ་ལང་དཀར་ཐོབ་དང་མ་ཐོབ་ཀྱི་སྐད་ཆ་མེད་གང་དག་མེད་ན་རོ་ཨ་སྤྱི་ཚོགས་ནང་ལ་མགོ་ཁྲིད་ལངས་ཚར་བའི་རྗེས་ལ་འགན་གང་ག་བཞེས་དགོས་རེད་མ་གཏོགས་ཆབ་སྲིད་ཀྱི་སྒང་ལ་གཅིག་པོ་འགན་བཞེས་ཀྱི་ཡིན་ཁང་པ་བཟོ་ཡ་དང་ཁང་པ་བསྐྱབ་ཡ་དང་དཔེ་ཆ་གང་ལ་གཅིག་པོ་རེད་ལ་ན་འདི་དཔེ་ཆ་གང་ལ་གཅིག་པོ་མ་རྟགས་ང་ཚོ་སྤྱི་ཚོགས་དེ་བོད་མི་མང་གི་ངོས་ནས་འབོད་ལུགས་འདུག་ལ་འོ་རེད། བོད་མི་མང་གི་ངོས་ནས་བོད་ལུགས་དགུ་ལ་དུས་གང་ལ་ང་ཚོ་ལ་དཔེ་དཔེ་འཇོག་མེད་པའི་གི་དཀའ་ངལ་གི་སྐད་ཆ་བཤད་ཀྱི་ཡོད་མ་རེད། ང་ཚོ་ལ་ཁང་པ་བཟོ་ཐུབ་དང་མ་ཐུབ་གི་སྐད་ཆ་བཤད་ཀྱི་ཡོད་མ་རེད་ང་ཚོ་མི་གྲྭ་ལ་ཕྲན་བུ་སྦ་ར་གང་ཡོད་པ་དེ་བདག་པོ་རྒྱབ་ཐུབ་ཀྱི་འདུག་དང་མི་འདུག་དེ་གང་ལ་ང་ཚོ་སྐད་ཆ་བཤད་དགོས། དེ་ཡིན་ཙང་ང་ཚོ་གི་འགོ་ཁྲིད་ལངས་སོང་ན་འགོ་ཁྲིད་དེ་ཚོ་བོད་མི་མང་སྲུང་སྐྱོབ་བྱེད་ཐུབ་ངེས་བོད་མི་མང་ལ་བདག་པོ་རྒྱབ་ཐུབ་ངེས་བོད་མི་མང་གི་ཡ་རབས་བཟང་སྤྱོད་དེ་ཨ་ང་ཚོ་གི

དེ་ཡིན་ཙང་འདི་འདྲའི་སྒང་ལ་ང་ཚོ་གི་ཐུགས་བསམ་བཞེས་རོགས་བྱས་ཟེར་ནས་ང་ཚོ་ལ་ཡ་འདི་རེད་འདི་ག་གཅིག་པུ་ཚད་ཀྱི་མ་རེད་འདི་སྐད་ཆ་དེ་མི་གསར་པ་ལ་གོ་སྐབས་སྤྲད་དགོས་འདུག་ལ་ཡ་དེ་ངས་ཀྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནི་ངས་བཤད་པ་ཡིན་ལོ་གཉིས་རྙིང་པ་རེད་ད་ཁྱེད་རང་ཚོ་གཏོར་མ་བཏབ་མཛད་དང་ཨ་ནི་ཡང་དག་འདི་ག་ལ་འོ་རེད་སྤྲོ་རུང་སྤྲོ་དང་གཏོར་མ་བཏབ་མཛད་ལུང་རྟོགས་དང་སྤྲོ་རུང་སྤྲོ་དང་ཁྱོད་རང་ཚོ་གི་བཤད་དེ་ཚོ་གང་ག་རྗེས་ལུས་རེད་འདུག་དང་མི་འདུག་དེ་ནི་མཐོང་གི་འདུག་ཨ་མཐོང་གི་འདུག་ཨ། ང་རང་ཚོ་གྲོས་ཚོགས་ནང་ལོགས་ལ་ཡིན་པ་ཡིན་ན་སྨན་ལམ་དར་ཅན་ཞི་བུ་ཅིག་རྙིང་པ་རེད་ལ་ནི་ཞི་བུ་ཅིག་ཁྱེད་རང་ཚོ་གི་ངོམ་སོ་བྱས་ནས་ཞི་བུ་ཅིག་བཤད་སོང་ཨ་རྙིང་པ་ཡིན་པ་ལ་ག་རེ་ཧང་སང་གི་རེད་ད་རིང་གི་སྤྱི་ཚོགས་ལ་སྤྱོད་པ་ཉམས་པ་ག་འདྲེ་བྱེད་ཀྱི་འདུག་ཨ་གནམ་ས་དམར་མོ་ཅིག་གྱོན་ནས་སྤྱོད་པ་ཉམས་པ་ག་འདྲེ་བྱེད་ཀྱི་འདུག་ཨ་སོ་སོ་གི་སྤྱོད་པ་ཉམས་པ་ག་ཚད་བཙོང་གི་འདུག་ཨ་ཡིན་ད་མས་ཁོ་རང་གི་གྲོས་ཚོགས་ནང་ལོགས་ལ་བཤད་བཞག་བས་ཀྱི་ཕུར་པ་ག་ས།

དེ་འདྲའི་ཡིན་པ་ཡིན་ན་ང་ཚོར་དེ་འདྲའི་གོ་ཡ་ཡོང་མ་རྟགས། ཨ་ནི་སྐྱེ་མེད་ཁྱོད་རང་ཡིན་པ་ཡིན་ན་ཡང། ཁྱོད་རང་ལ་ངས་ཉི་མ་དང་པོ་ནས་སྤྱི་ཟླ་གསུམ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་དང་པོ་ལ་ངས་ཁྱོད་རང་ལ། སེང་གེ་གངས་རིལ་བདེ་བ་ཡིན་ན་སེང་གེ་རེད་མ་མཐའ་མཁའ་ལ་བབས་པ་ཡིན་ན་སྤང་ཀི་རེད་ད་ལ་ནི་ངས་སྐད་ཆ་དེ་འདྲ་ཅིག་བཤད་ནས་ངས་ཁྱོད་རང་ལ་བཀྲ་ཤིས་བདེ་ལེགས་ཡང་ཞུས་པ་ཡིན།

དེ་ངས་བཤད་དགོས་ཡ་དེ་ངེད་ཀྱིས་སྤྱི་འཐུས་གཅིག་ལ་བཤད་པ་རེད་ཧ་གོ་སོང་ཨ། ཨང། གྲོས་ཚོགས་ནང་གི་སྤྱི་འཐུས་གཅིག་ལ་བཤད་པ་རེད་ལན་རྒྱག་དགོས་ན་མོ་རང་གི་ཁ་ནས་རྒྱག་གི་རེད་ཁྱོད་རང་ཨ་མ་ད་ཡིན་ཨ་མ་ཡིན་སྤིན་རྒྱག་ཡིན་གྲོགས་མོ་ཡིན་ལ་ནི་ཁྱོད་རང་ཚོ་རྒྱབ་དང་དཔུང་ལངས་དགོས་ཡ་ཆགས་གི་ཡོད་མ་རེད་དེ་བྱས་ཡས་ནི་ངས་ལ་གོ་རེད་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་དམངས་ཀྱི་སྐུ་ཚབ་ཁོང་ཚོ་རེད་མ་གཏོགས་ཁོང་ཚོ་གི་སྐུ་ཚབ་ང་ཚོ་མི་དམངས་མ་ར་ད་ལ་ནི་ལ་གོ་ཡ་རྒྱུ་མཚན་དེ་ལ་ཐུག་གོ་རེད། དེ་འདྲས་ཡིན་གྱི་ཡིན་གྱི་ལགས་ད་རིང་ཡིན་ནས་ཁྱོད་རང་ཚོ་གི་འདི་འདྲས་བཤད་གི་འདུག་ན་ཁྱོད་རང་ཡིན་ནས་ངས་ཨ་རིར་ཁྲིམས་ལ་སྐྱེལ་དགོས་འདུག་ན་སྐྱེལ་གོ་ཧ་བོ་ཟ་ཁྱོད་རང་བདེ་ཚུགས་མི་འདུག་ན་ད་ལྟ་བར་དུ་ངས་ཁྱོད་རང་ལ་ད་ཚོད་ཟིན་མ་ཨ་ཚོད་ཟིན་མ་ཨ་ལ་ནི་ངས་མང་པོ་ཅིག་ལ་ཚ་ཡིན་ཁྱོད་རང་ལས་བདེ་ཚུགས་མི་འདུག་ན་ཨ་ང་ཨ་ད་མགྱོགས་པོ་གླེགས་ཀྱི་ཡོད་ཨ་རི་ལ་ཨ་ཁྱོད་རང་ད་ག་ཤེད་ཀྱི་ཨ་ད་དེ་ནིའུ་ཡོག་ནང་ལ་ཡོད་ཨ་ཚོད་ལྡན་དུ་འགུག་དང་སྐུ་སངས་འགྲོ་མ་དང་ཁྱོད་རང་ཚོ་ཚང་མ་རེ་རེ་བཞིན་ངས་རྩིས་སྤྲད་ཨ་ད་དེ་ངས་ཡོ་རོབ་ཁག་ལ་གང་ག་ངས་རྩིས་སྤྲད་ཚར་ད་ཡོ་རོབ་ཁག་ལ་ཁོ་རང་ཚོ་ག་བ་ལ་རྩིས་སྤྲད་ས་གང་ག་ཧང་སངས་ཀྱི་འདུག་ད།

ཨཱ་ནི་དེ་ཚང་མ་ཡིན་ཚར་བའི་རྗེས་ལ། ཁྱོད་རང་ཚོ་ལྟ་དང་ར། ཁྱོད་རང་ཚོ་ད་ག་ཚེ་ཨ། རྐུབ་བཀྱག་གང་ལ་དེ་ནི་ཚོགས་པ་གི་ཚོགས་གཙོ་དང་ཞི་བུ་ག་ཡིན་རྐུབ་བཀྱག་གང་ལ་ཡོད་ལ་ལབ་པ་གཅིག་པོ་རེད་མ་གཏོགས་ཁྱོད་རང་ཚོ་ལ་རྐུབ་བཀྱག་གང་ལ་དེ་ནི་ཁྱོད་རང་ཚོ་གི་བྱེད་ཐུབ་ཡས་ཀྱི་ནུས་པ་ཡོད་མ་རེད་སྤོབས་པ་ཡོད་མ་རེད་ཨ། བྱེད་ཤེས་ངེས་ཀྱི་སློབ་སྦྱོང་ཡོང་དོན་མེད་དུས་གང་ལ། བཟོ་ལྟ་དེ་ག་འདྲས་བྱས་ནས་ཁྱོད་རང་ཚོ་ལ་འཆར་ཡོང་གི་འདུག་ཁྱོད་རང་ཚོ་གི་ལྟ་ཞོག་ཨ་ལས། ཧ་གོ་སོང་ཨ། དེ་ཁྱོད་རང་ཚོ་གི་བྱེད་སྟངས་མ་ཤེས་འགྱོ་དེ། ཁྱོད་རང་ཚོ་གང་ལ་ག་འདྲས་སུ་སླེབས་ཡུལ་མི་འདུག་བས་ང་ཚོ་ལྟ་ཆོག་རེད། ག་ལི་ག་ལི་ལྟ་ཆོག་རེད་ཧ་གོ་སོ། འོ་འདི་ཅིག་ངས་ལས་འདི་དང་གཉེན་དུ། ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ད་ལྟ་འགའ་ཤས་ཅིག་གིས་ད་ག་ལ་འོ་རེད། ནམ་ཞག་རྒྱུན་དུ་ནི་མིག་གི་མི་ཚེ་དང་མིག་གི life གང་ལ་མིག་གི་མིང་གང་ལ་མིག་གི་ག་ལ་འོ་རེད། མི་ཚེ་སྐྱེལ་བདེ་བའི་གི་གང་ལ། གནས་སྟངས་མང་པོ་ཅིག་བཀའ་དྲིན་བཟོས་ནི་བཀའ་དྲིན་ཤེས་གི་འདུག་བ་དེ་ཡག་རྟགས་མ་རེད་ངས་ཁ་ཚང་སྙན་མར་ནི་ལ་ཡིན། རོ། ཡིན་ན་ཡང་ག་ཤེད་ཅིག་ཁྱོད་ནི་ཉན་གི་མི་འདུག་ཁ་ཚང་ད་རིང་སྡེ་བ་ལ་ཨ་ག་ཤེད་ཀྱི། སྡེ་བ་ལ་སྤུ་གུ་ཅིག་ཧྥ་རན་སི་ནང་ལ་གྲོངས་པའི་གི་སྐད་ཆ་བཤད་དགོས་འདུག་འདི་གང་ལ་ཡུལ་གྲུབ་བཟོས་བཞག་ས། ཡོལ་གྲུབ་ཡུལ་གྲུབ་བཟོས་དང་མ་བཟོས་འདི་གང་ནས་ཡིན་ད་མས་ལ་ནས་ཡིན་ཡིན་འགྲོ་མེད་འགྲོ་ཧ་གོ་གི་མི་འདུག་རྙིང་པ་ཡིན་ན་ག་འདྲས་ཡིན་ན་ལ་ནས་ངས་ཁ་ཚང་ཅིག་བཤད་པ་ཡིན། ད་རིང་གི་གནས་ཚུལ་ལ་ང་ཧ་གོ་ཡོང་དུས་གང་ལ་ཟླ་མགོ་ཁ་ཚིག་ང་ཧི་མ་ལ་ཡ་ག་རེ Festival འདི་ལ་འགྲོགས་ནས་ཚུར་ཡོང་ནས་ཧ་གོ་དུས་གང་ལ།

དེ་འདྲའི་ཤེས་པ་ཡིན་ན་ཏག་ཏག་བདེ་སྐྱིད་ཨ་ཡེ་ན་ལས་བྱ། སྔ་ཕྱི་འཇི་རན་མ་གཏོགས་འདི་ཡལ་འདོད་ཁྱོད་རང་མགོ་གང་རྣོན་པས་ཐོད་པའི་རྒྱ་མགོ་བར་བལྟ། དེ་ཡིན་དུས་གང་ལ་ངས་སྤྱི་ཚོགས་ནང་ལོགས་ལ་ཁྱོད་རང་ལ་ཤེས་དང་ཤེས་པའི་ཉམས་དང་སྤྱི་ཚོགས་ནང་ལོགས་ཀྱི་མི་མང་པོ་ཅིག་ལ་གོ་བ་བླུག་གི་ཡོད་དེ་འདྲའི་ཤེས་ཆོག་གི་ཡོད་མར་བལྟ། དམིགས་བསལ་གྱི་ཕ་སྐད་ནི་ཕ་མ་དེ་གི་སྐུ་ཅིག་མ་བཞག་རོགས་ཅིག་མ་དཔབ་རོགས་ཅིག་ལ་ན་ཉན་གི་མོ་འདུག་ད་ག་ཅིག་པུ་ཚད་གི་མ་རེད་ཧ་ལ་མ་སོང་ན་ཁོ་རང་ཚོ་སོ་སོ་སྤང་གོ་སྤང་སྟངས་ཡིན་ཙང་ཁོ་རང་ཚོ་སོ་སོ་དེ་ཕྱི་རྒྱ་ཁབ་ལ་ཕ་མ་གི་བརྫངས་ཡོང་གི་ཡོད་ས་རུ་བ་མི་སྤུ་གུ་ལ་ཕ་མ་གི་བརྫངས་ཡོང་རེད་ལས་འགྲོ་གི་དེ་འདྲའི་སྐད་ཆ་དེ་འདྲ་བཤད་ཡས་དེ། ཧ་ལས་པའི་གི་མཛབ་ཆེན་པོ་རེད་ད། དེ་ག་ཅིག་པུ་ཚད་གི་མ་རེད་སྤུ་གུ་དེ་གི་ཕ་མ་དགྲ་བོ་གྱི་ཡིན་པ་ཡིན་ན། ཁོ་རང་ཚོ་གི་དཔལ་འབྱོར་གང་ག་འགྲོ་སོང་གང་ག། ཕུང་པོ་བཀྲ་ཡ་དང་གང་ག་ལ་འགྲོ་སོང་ཁོ་རང་ཚོ་གཏང་གི་ཡིན་ལ་ནི་ཤེས་འདུག་ཨ། དེ་ག་ཚེ་ཤེས་གི་ཤེས་གི་ལ་ད་འདོད་ཡིན་ནས་སྤྱི་ཚོགས་ནང་ལོག་ལ་ཧ་ལས་ཧ་ལ་མ་སོང་ན་ཤི་བོ་གྱི་ཉམ་ཆུང་དང་ནི་ཨ་བདག་པོ་མེད་གྱོ་འདྲ་བོ་གྱི་ཡིན་པ་འདྲ་བོ་སྐད་ཆ་ཅིག་བཤད་ནི་ཁྱོད་རང་ཚོ་གི་དེ་འདྲའི་ཆབ་སྲིད་གི་སྒང་ནས་རྩེད་མོ་རྩེད་ནི་སོ་སོ་སྐྱོབ་ཡ་ཆེད་དུ་ཨ་ནི་ཤི་བོ་གྱི་སྤྱི་ཚོགས་ལ་ཤ་ཞེན་ཡོད་དོ་མདོ་བསྟན་པ་ཡིན་ན་དེ་གང་ག་མ་བི་མ་ནག་རེད་ད་ལ་ནི། ངས་འོ་འདི་ཅི་ཞུ་ཨེ། དེ་བྱས་ནས་དེ་ཚོ་འགྲིག་གི་ཡོད་མ་རྟགས་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་སྒེར་གྱི་སྐད་ཆ་རེ་རེ་གཉིས་གཉིས་གང་ག་ཁྱི་ནས་ཡོང་ནས་ཧ་ལ། མ་སོ་ན་དེ་ཆོ་ག་སྐྱེ་མའི་བཟའ་ཚང་འཁྲུག་འཁྱོག་དེས་ཆབ་སྲིད་ཀྱི་སྒང་ནི་ཨ། ཀྱེ་བུ་མོའི་བརྩེ་ཡམ་བྱུང་ནས་ཆབ་སྲིད། སློབ་གྲྭ་ནང་ལོགས་ལ་སྤུ་གུ་ལ་དཀའ་ངལ་བྱུང་སོང་ན་དེས་ཆབ་སྲིད་ཨ། ཀྱེ་དེ་སྤྱི་ཚོགས་ཀྱི་སྡིངས་ཆ་སྒང་ལ་ཨ་ནི་ལས་ཀ་བྱེད་ཡ་རབས་པ་གི་སྒང་ལ་ཨ་ནི་ལས་ཀ་ནི་མ་དགོངས་པ་ཞུ་དགོས་ཀྱི་འདུག་ལ་ན་དེས་ཆབ་སྲིད་གང་ག་ཆབ་སྲིད་ལབ་པ་ཡིན་ན། ཨ་ང་ཚོ་རྒྱ་མི་ལ་ཁ་གཏད་ནས་ལས་ཀ་དེ་ག་དུས་ལས་ཀྱི་ཡིན་པས། རྒྱ་མི་ལ་ཁ་གཏད་ནས་ཁབ་གཏད་དེ་ག་དུས་བཅག་གི་ཡིན་པས་ག་ལ་ན་ང་ཚོ་ནང་ཁོག་ལ་མི་ག་ཚོད་ཡོད་བ་དེ་མི་སོག་རེ་རེ་གཉིས་གཉིས་ལ་གནས་སྟངས་ཡོད་ཡོད་ཡོད་གར་བ། དེ་གནས་སྟངས་གང་ག་ང་ཚོ་ཆབ་སྲིད་བརྩིས་ནས་འགྲོ་བ་ཡིན་པ་ཡིན་ན་ང་ཚོ་ཕྱི་ལོག་གི་གནས་སྟངས་ག་དུས་ག་དུས་ཐག་གཅོད་ཀྱི་ཡིན་པས་ལས་དེ་ཆགས་ཀྱི་འདུག་བ། དེ་ཡིན་དུས་གང་དེ་ཏག་ཏག་བསྡད་ཀྱི་འོག་མར་ཏག་དེ་འདྲའི་ཕྱིན་ནས་ཁྱོད་རང་ཚོ་གི་ཆབ་སྲིད་ཀྱི་སྒང་ལ་གཡོག་བཞག་དུས་གང་ལ་དམིགས་བསལ་གྱི་ངས་ནམ་ཞར་རྒྱུན་དུ་ལབ་ཀྱི་འདུག་བ། སོ་སོ་ས་གནས་འདི་ལ་མ་བསྡད་དུས་གང་ལ། ས་གནས་ད་ག་རང་གི་མི་གའི་སྐད་ཆ་དེ་གོ་ཚུ་ལ་མ་ཚུ་ལ་ཅིག་བཤད་ཡོན་དེ་ག་ལ་ང་ཚོ་ཕྱི་ལོག་གི་མི་གི་ལག་པ་བཅུག་ནས་བཤད་ཡ་དེ་ཧ་ལས་པའི་གི་རྫབ་ཆེན་པོ་རེད་ལ་དེ་ད་ག་རང་ད། དམིགས་བསལ་གི་ས་གནས་ཅིག་ནང་ལོག་ལ་གནས་ཚུལ་བྱུང་པ་ཡིན་ན་གནས་ཚུལ་བྱུང་ས་གཉིས་གི་པ་ར་ལ་ཡ་ཨ Misunderstanding དེ་གུས་མང་པོ་ཆགས་དགོས་འོག་རེད་ང་ཚོ་ཕྱི་ལོག་གི་མི་གི་དེ་འདྲི་གང་ལ་བཤད་ཡ་ལ་ད། ཧ་ལས་པའི་གི་རྫབ་ཆེན་པོ་རེད་བ་ལ་ནས་ལ་གི་ལ་གི་ལ་ད་འདོད་ཡིན་ནས་དེ་འདྲི་བྱས་པ་ཡིན་ན།